བཀྲ་ཤིས་བདེ་ལེགས། དེ་ནས་དེ་རིང་ང་ཚོ་ཤེས་བྱ་ཀུན་ཁྱབ་མཛད་རྩ་བ། ནས་གྲུབ་པའི་སྐབས་གསུམ་པ་རྒྱུ་མཚན་ཉིད་ཀྱི་ཐེག་པ་རྣམ་པར་བཞག་པའི་སློབ་ཚན་བཅུ་པ་ཕྱི་མདོ་གཉིས་ཀྱི་ངོས་འཛིན་དང། འདོད་ཚུལ་ཐུན་མོང་བ་ཟེར་བ་འདིའི་སྐོར་ལ་སློབ་ཚན་འགྲོ་ཡས་ཡིན། སྤྱིར་ན་རྒྱུ་མཚན་ཉིད་ཀྱི་ཐེག་པ་རྣམ་པར་བཞག་པའི་སློབ་ཚན་ཐོག་མ་འགོ་འཛུགས་པའི་སྐབས་སུ། ཉན་ཐོས་སྡེ་བ་གཉིས་ཀྱིས་ངོས་འཛིན་དེ་བྱས་ཟིན་པ་རེད། ཡིན་ན་ཡང་ཕྱི་རྒྱལ་ཀུན་ཁྱབ་ཀྱི་གཞུང་གི་འགྲོ་སྟངས་ལྟར་ན། སྐབས་འདི་ལ་ཡང་ཉན་ཐོས་བྱེ་བྲག་མང་བ་དང་མདོ་སྡེ་བ་གཉིས་ཀྱིས་འདོད་ཚུལ་མ་འདྲ་བའི་སྐོར་དང་འདྲ་བའི་སྐོར་རིམ་པ་བཞིན་དུ་བཤད་ཀྱི་ཡོད་པ་ཡིན་ཙང་སྐབས་འདི་ལ་ཡང་བྱེ་བྲག་མང་བ་གི་ངོས་འཛིན་དང་མདོ་སྡེ་བ་གི་ངོས་འཛིན་རགས་རིམ་གྱིས་བཤད་པ་ཡིན་ན་ཕན་ཐོགས་ཡོད་ས་རེད་བསམ་གྱི་འདུག། ཨོ་དེ་འདྲ་ཞིག་རེད། འདི་རྩ་བ་ལ་གྲུབ་མཐའ་ཁྱད་གྲགས་མ་དང་མདོ་སྡེ་བ་བཅས་གསུངས་པ་རེད། ད་ནི་ནང་པ་སངས་རྒྱས་པ་ལ། གྲུབ་མཐའི་དབང་དུ་བྱས་ན་གྲུབ་མཐའ་བཞི་དང། ཐེག་པ་གི་དབང་དུ་བྱས་པ་ཡིན་ན་ཐེག་པ་གསུམ་མ་གཏོགས་ཐེག་པ་བཞི་པ་དང་གྲུབ་མཐའ་ལྔ་པ་ཡོད་མ་རེད་ཟེར། ཨོ་དེ་འདྲ་གསུངས་ཀྱི་ཡོད་པ་རེད་སངས་རྒྱས་པ་ལ་བཞི་པ་དང་ལྔ་པ་ཐུབ་པའི་དགོངས་པ་མིན་ཟེར། ཨོ་དེ་འདྲ་གསུངས་ཡོད་པ་རེད་ཅེས་སྔོན་དུ་ཞུས་ཟིན་པ་ཡིན། ད་ནི། བྱེ་བྲག་སྨྲ་བ་ལབ་ན་གང་འདྲ་ཅིག་ལ་ཟེར་གྱི་ཡོད་རེད་ལབ་ན་རང་རིགས་མི་འདོད་ཀྱང་ཕྱི་དོན་བདེན་གྲུབ་ཏུ་འདོད་པའི་ཐེག་དམན་གྱི་གྲུབ་མཐའ་སྨྲ་བའི་གང་ཟག་འོ་དེ་རེད། ཨ་ནི། ང་ཚོ། བློ། བློ་དང་རིག་པའི་རྣམ་གཞག་བྱེད་པའི་སྐབས་སུ་རང་རིག་ཟེར་པ་དེ་ཁས་མི་ལེན་པ་དང་རྡུལ་ཕྲ་མོ་ལས་བརྩམས་ནས་ཕྱི་རོལ་གྱི་ཡུལ་རེག་པ་དེ་ཚོ་གྲུབ་ཀྱི་རེད་ཟེར་བ་འོ་དེ་འདྲ་གི་རྣམ་གཞག་ཁས་ལེན་པའི་ནང་པ་སངས་རྒྱས་པའི་ཐེག་དམན་གྱི་གྲུབ་མཐར་སྨྲ་བ་ཞིག་ལ། བྱེ་བྲག་མ་བ་སི་ལབ་གི་ཡོད་པ་རེད་ཟེར་ནོ་དེ་འདྲ་གི་དོན་དག་ཅིག་རེད་ནི་གྲུབ་མཐའ་གི་དབང་དུ་བྱས་པའི་ཐེག་པ་དམན་པ་ཡིན་དང་མིན་ཟེར་བ་དེ་ཕྱི་རོལ་གྱི་ཡུལ་བདེན་པར་གྲུབ་པ་ཁས་ལེན་དང་མི་ལེན་དེའི་སྒང་ནས་བཞག་ན་འགྲིག་གི་ཡོད་པ་རེད་ཕྱི་རོལ་གྱི་ཡུལ་བདེན་པར་གྲུབ་པ་ཁས་ལེན་པ་ཡིན་ན་ཐེག་དམན་གྱི་གྲུབ་མཐའ་མ་བའི་གང་ཟག་དང་ཕྱི་རོལ་གྱི་ཡུལ་བདེན་པར་གྲུབ་པ་ཁས་མི་ལེན་ན་ཐེག་ཆེན་གྱི་གྲུབ་མཐའ་མ་བའི་གང་ཟག་ཡིན་ཟེར་ལབ་ན་འགྲིག་གི་ཡོད་པ་རེད། འོ་དེ་འདྲ་གཅིག་རེད། ད་ནི་བྱེ་བྲག་སྨྲ་བ་ཟེར་བའི་དེའི་སྒྲ་བཤད་དེ་དུས་གསུམ་རྫས་ཀྱི་བྱེ་བྲག་ཏུ་འདོད་པས་སམ་ཡང་ན་བྱེ་བྲག་ཏུ་བཤད་པ་ཆེན་པོ་རྗེས་སུ་འབྲངས་ནས་གྲུབ་མཐའ་སྨྲ་བས་ན་བྱེ་བྲག་སྨྲ་བ་ཞེས་ལབ་ཀྱི་ཡོད་པ་རེད། དུས་གསུམ་རྫས་ཀྱི་བྱེ་བྲག་ཏུ་འདོད་ཟེར་བ་ཡིན་ན། དཔེར་ན་དངོས་པོ་གཅིག་ལ། སྐྱེ། དེ་ནས་གནས། དེ་ནས་འཇིག་ཟེར་ནས་དུས་གསུམ་ལ་དངོས་པོ་དེ་བཞག་གི་ཡོད་པ་རེད། ཨ་ནི་ནང་པ་སངས་རྒྱས་པའི་གྲུབ་མཐར་སྨྲ་བ་གཞན་གྱི་ལུགས་ལ། སྐྱེས་པའི་སྐད་ཅིག་ཉེས་པ་ནི་འཇིག་འགྲོ་བ་རེད་ཡིན་ཙང་སྐྱེས་ནས་གནས་ཟེར་བ་དེ་འདྲ་གཅིག་བཞག་ཐུབ་ཀྱི་ཡོད་པ་མ་རེད་བྱེ་བྲག་སྨྲ་བའི་ལུགས་ལ་དངོས་པོ་གཅིག་དང་པོ་སྐྱེས་དེ་ནས་གནས་དེ་ནས་འཇིག་ཟེར་ནས་དུས་གསུམ་དེ་ལ་དངོས་པོ་དེ་བཞག་ཐུབ་ཀྱི་ཡོད་པ་རེད་ཡིན་ཙང་དུས་གསུམ་ཟད་ཀྱི་བྱེ་བྲག་ཏུ་འདོད་ཟེར། དོན་དག་དེ་འདྲ་ཅིག་རེད། དེ་ནི་བྱེ་བྲག་ཏུ་བཤད་པ་ཆེན་པོ་ཟེར་བ་དེ་ནང་པ་སངས་རྒྱས་པའི་ངོམས་པའི་སྡེ་སྣོད་ཀྱི་བསྟན་བཅོས་ཆེན་པོ་ཞིག་ཡིན་པ་རེད་དེའི་རྗེས་སུ་འབྲངས་ནས་གྲུབ་མཐའ་བཤད་གི་ཡོད་པ་རེད། དེ་ནི་བྱེ་བྲག་སྨྲ་བ་རང་ལུགས་སུ་བྱེ་བྲག་ཏུ་བཤད་པ་ཆེན་པོ་ཟེར་བ་དེ་སངས་རྒྱས་ཀྱི་བཀའ་ཡིན་ཟེར་གསུང་གི་ཡོད་པ་རེད། བྱེ་བྲག་སྨྲ་བ་ལས་གཞན་པའི་ནང་པའི་གྲུབ་མཐའ་དེ་ཚོ་དེ་སངས་རྒྱས་ཀྱི་བཀའ་མ་ཡིན། དེ་བསྟན་བཅོས་ཡིན་སངས་རྒྱས་ཀྱི་རྗེས་སུ་བྱུང་བའི་དགྲ་བཅོམ་པ་དེ་དག་གི་བརྩམས་པ་ཡིན་ཟེར་གསུང་གི་ཡོད་པ་ནོ་དེ་འདྲ་ཅིག་རེད། ད་ནི་བྱེ་བྲག་སྨྲ་བ་ལ་དབྱེ་ན་རྩ་བའི་བདེ་བ་བཞི་ནི་བརྟེན་པ་ཕར་ཕྱིན་པ་ཐམས་ཅད་ཡོད་སྨྲ་མང་བཀུར་བ་བཅས་རྩ་བའི་བདེ་བ་བཞི་ཡོད་པ་རེད། དེ་ལས་གྱེས་པའི་བདེ་བ་བཅོ་བརྒྱད་ལ་སོགས་པ་ནི་མང་པོ་བྱུང་བ་རེད། ད་ནི་མདོ་སྡེ་པའི་མཚན་ཉིད་དེ་རང་རིག་དང་ཆེད་དོན་གཉིས་ཀ་ཁས་ལེན་པའི་ཐེག་དམན་གྱི་གྲུབ་མཐའ་སྨྲ་བའི་གང་ཟག། བྱེ་བྲག་སྨྲ་བ་གིས་རང་རིག་གིས་ལེན་པ་དང་མདོ་སྡེ་བ་གིས་རང་རིག་གིས་མི་ལེན་པ་སྟེ་དེ་གཉིས་ཀྱི་བྱ་བར་གཙོ་བོ་གཅིག་རེད། དེ་ནི་གྲུབ་མཐའ་འདི་གཉིས་ལ་མི་འདྲ་བའི་བྱ་བར་དཔེ་མང་པོ་ཡོད་པ་རེད་འདིའི་རྗེས་སུ་རིམ་གྱིས་འབྱུང་གི་རེད། ཞེས་ཡ་དང། ད་ནི་བྱེད་དོན་མདོ་ཚུལ་དེ་བྱེ་བྲག་སྨྲ་བ་དང་མདོ་སྡེ་བ་གཉིས་ལ་ཁྱད་པར་ཡོད་པ་མ་རེད། འཇིག་རྟེན་ཁམས་ཀྱི་རིའི་ར་བ་ཁང་ཁྱིམ་ལ་སོགས་པ་གང་ལྟར་གཟུགས་རེག་པ་ཚང་མ་དེ། ཆ་མེད་ཀྱི་རྡུལ། རྡུལ་ཕྲ་ཤོས་གཅིག་ནས་འགོ་བརྩམས་ནས་ཆེ་རུ་ཆེ་རུ་ཆེ་རུ་འགྲོ་ནས་གཟུགས་རགས་པ་དེ་དག་གྲུབ་ཀྱི་ཡོད་རེད་ཟེར་བ་མདོ་ཚུལ་དེ་འདྲ་ཅིག་ཡོད་པ་རེད། དེ་འདྲ་བའི་མདོ་ཚུལ་དེ། ཉན་ཐོས་སྡེ་བ་གཉིས་ལ་མ་གཏོགས་འདིའི་སྒང་གི་སྣང་བ་སངས་རྒྱས་པའི་གྲུབ་མཐའ་གཞན་དག་ལ་ཡོད་པ་མ་རེད། ད་ནི་མདོ་སྡེ་བ་གི་སྒྲ་ཤེས་ཏེ་མདོ་ཡི་རྗེས་སུ་འབྲང་བའི་གྲུབ་མཐའ་མ་བས་ན་མདོ་སྡེ་བ་ཟེར། དཔེའི་སྟོན་པ་ལ་མཁས་པས་དཔེ་སྟོན་པ་ཡང་ཟེར། མདོ་སྡེ་བ་ཟེར་དགོས་པའི་རྒྱུ་མཚན་དེ་སངས་རྒྱས་བཅོམ་ལྡན་འདས་ཀྱིས་མདོ་ཡི་རྗེས་སུ་འབྲངས་ནས་གྲུབ་མཐའ་བཞག་གི་ཡིན་ཟེར་ལབ་གི་ཡོད་པ་རེད། དེ་ག་འདྲ་ལབ་དགོས་རེད་ཟེར་ན་མདོ་སྡེ་བ་རྣམས་ཀྱིས་ཁྱེད་རང་མ་བ་ལ་ཁྱེད་རང་ཚོ་གི་གྲུབ་མཐའ་གི་ཁུངས་སྟོན་པའི་གཞུང་བྱེ་བྲག་ཏུ་བཤད་པ་ཟེར་བ་དེ་སངས་རྒྱས་ཀྱིས་གསུངས་པའི་མདོ་མ་རེད། ང་རང་ཚོ་ཤིང་འཇོག་ས་གི་ལུང་འདི་དག་སངས་རྒྱས་ཀྱི་མདོ་ཡིན་ཚེ་ང་རང་ཚོ་མདོ་ཡི་རྗེས་སུ་འབྲངས་ནས་གྲུབ་མཐའ་འཇོག་གི་ཡོད་དེ་འདྲ་ཟེར་གྱི་ཡོད་པ་ཡིན་ཙང་ཁོང་རྣམས་ལ་མདོ་སྡེ་པ་ཟེར་གྱི་ཡོད་པ་རེད། ཡང་མདོ་སྡེ་པའི་མིང་གཞན་པ་ལ་དཔེ་སྟོན་པ་ཡང་ཟེར་གྱི་རེད་དེ་ག་རེ་ལབ་ན་ཁོང་རྣམས་ཀྱིས་བདེན་པ་ཞིག་གི་གནས་ཚུལ་འདྲ་བོ་དང་བདག་མེད་པའི་གནས་ཚུལ་འདྲ་བོ་དེ་འདྲ་བཤད་པའི་སྐབས་སུ་དཔེ་དང་སྦྱར་ནས་སྟོན་པ་ལ་ཧ་ཅང་མཁས་པ་ཡིན་ཙང། པས་སྟོང་པ་ཡང་ཟེར་གྱི་ཡོད་པ་རེད། དེ་ནི་མདོ་སྡེ་པ་ལ་དབྱེ་ན་རླུང་གི་རྗེས་འབྲང་གི་མདོ་སྡེ་པ་དང་རིག་པའི་རྗེས་འབྲང་གི་མདོ་སྡེ་པ་ཟེར་ནས་གཉིས་ཡོད་པ་རེད་ཟེར་ལབ་ཀྱི་འདུག་གང་ལྟར་དཔལ་ལྡན་ཆོས་གྲགས་ཀྱིས་རྗེས་སུ་འབྲང་བའི་མདོ་སྡེ་པ་རྣམས་ལ་རིག་པའི་རྗེས་འབྲང་གི་མདོ་སྡེ་པ་དང། ལྷོ་བོད་ཡིག་རྙིང་གྱི་རྗེས་སུ་འབྲང་བའི་མདོ་སྡེ་པ་ལ་རླུང་གི་རྗེས་འབྲང་གི་མདོ་སྡེ་པ་ཟེར་ལབ་ཀྱི་ཡོད་པ་རེད། ཡིན་ན་ཡང། པར་བརྟེན་བྱེ་བྲག་དང་སློབ་དཔོན་དབྱིག་གཉེན་ལ་སོགས་པའི་དངོས་ལ་ཡང་མདོ་སྡེ་བ་ཡོད་ཀྱི་རེད་དེའི་སྐབས་སུ་མདོ་སྡེ་བ་ལ་དབྱེ་བ་ག་ཚོད་ཅིག་ཡོད་དམ་མེད་འོ་དེ་ང་རང་ཚོ་བསྟན་བཅོས་ནང་ལ་གསལ་བོ་ཡོད་པ་མ་རེད།